ཨ་མེ་རི་ཁའི་གྲོང་ཁྱེར་ཉིག་ཡོག་གིར་ཡོད་པའི་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་མདུན་དུ་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱིས་གོ་སྒྲིག་བྱས་ཏེ་བོད་མི་གསུམ་གྱིས་མཉམ་འབྲེལ་རྒྱལ་ཚོགས་ལ་དང་བོད་ནང་ལ་རྟོག་དཔྱོད་ཞིབ་འཇུག་ཚོགས་ཆུང་ཞིག་གཏོང་དགོས་ཟེར་ནས་དགེ་འདུན་དོན་ཚན་ལྔ་བཏོན་ནས་སྲིད་སྤྱིའི་ངོ་རྒོལ་བྱེད་བཞིན་འདུག། ད་ཐེངས་ཀྱི་དུས་ཚོད་ངེས་མེད་ཀྱི་སྲིད་སྤྱིའི་ངོ་རྒོལ་འདི་ནི་བོད་ཀྱི་ལོ་སར་ཚེས་གཅིག་ཉིན་ཏེ་ཕྱི་ཟླ་གཉིས་པའི་ཚེས་ཉེར་གཉིས་ནས་འགོ་འཛུགས་བྱས་ནས་བཟུང་དེ་རིང་ཡིན་ན་ཉི་མ་གཅིག་ཉེ་བ་དེ་རེད། དག་ཚང་གི་སྲིད་ཇུས་ངོ་རྒོལ་ལས་འགུལ་ཁྲོད་ཞུགས་མཁན་འོས་མི་གསུམ་ནི་ཨ་མདོ་མགོ་ལོག་རྭ་རྒྱ་དགོན་པའི་དགོན་བདག་རང་ལོ་སུམ་ཅུ་སོ་གཉིས་ཡིན་པའི་སྐྱབས་རྗེ་ཤིང་བཟའ་རིན་པོ་ཆེ་དང། ཨ་མེ་རི་ཁའི་ནང་གཏན་སྡོད་བྱས་ཡོད་པའི་རང་ལོ་ལྔ་བཅུ་ལྔ་བརྒྱད་ཡིན་པའི་རྡོ་རྗེ་རྒྱལ་བོ་ལགས། རྒྱ་གར་གྱི་ཧ་པ་པོ་ས་གནས་ནས་ཡིན་པའི་རང་ལོ་སུམ་ཅུ་སོ་དགུ་ཡིན་པའི་ཡེ་ཤེས་བསྟན་འཛིན་ལགས་བཅས་ཡིན་པ་རེད། ཁོང་ཚོས་སྲིད་ཇུས་ངོ་རྒོལ་བྱེད་སའི་ས་གནས་དང་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་ཁང་བརྩེགས་གཉིས་ཀྱི་བར་དུ་གཞུང་ལམ་གཅིག་ལས་མེད་པས། མཉམ་འབྲེལ་རྒྱལ་ཚོགས་ཀྱི་ཁང་བརྩེགས་ནང་ནས་མར་ལྟེ་བ་ཡིན་ན་སྲིད་ཇུས་ངོ་རྒོལ་བྱེད་མཁན་རྣམས་གསལ་བོ་མཐོང་གི་འདུག། ཁོང་རྣམ་པས་མཉམ་འབྲེལ་རྒྱལ་ཚོགས་ལ་མཛའ་གྲགས་ཀྱི་དགེ་འདུན་དོན་ཚན་ལྔ་བཏོན་ཡོད་པ་ནི་གཅིག་བོད་ནང་གི་ད་ལྟའི་མཛའ་གྲགས་ཀྱི་གནས་སྟངས་ཤེས་རྟོགས་སླད་ཞིབ་འཇུག་ཚོགས་ཆུང་འཕྲལ་དུ་བོད་ནང་ལ་གཏོང་དགོས། གཉིས། རྒྱ་ནག་གཞུང་གིས་བོད་ནང་དྲག་གནོན་བྱེད་བཞིན་པ་འཕྲལ་དུ་མཚམས་འཇོག་དགོས་པའི་གནོན་ཤུགས་སྤྲོད་དགོས། གསུམ་པ། བོད་ནང་གི་མཛའ་གྲགས་ཀྱི་གནས་སྟངས་གསལ་རྟོགས་སླད་རྒྱལ་སྤྱིའི་གསར་འགོད་པ་གཏོང་དགོས་པ་རྒྱ་ནག་ལ་གནོན་ཤུགས་སྤྲོད་དགོས། བཞི་བ། བསྟན་འཛིན་པཎ་ཆེན་རིན་པོ་ཆེ་དགེ་འདུན་ཆོས་ཀྱི་ཉི་མ་དང། སྤྲེལ་དཀར་བསྟན་འཛིན་བདེ་བླག་རྣམ་གཉིས་གཙོས་པའི་ཆབ་སྲིད་བཙོན་པ་རྣམས་འཕྲལ་དུ་ལྷོད་སྤྲོད་དགོས་པའི་གནོན་ཤུགས་སྤྲོད་དགོས། ལྔ་བ། བོད་ནང་རྒྱལ་གཅེས་ཆོས་གཅེས་ཟེར་བའི་ལས་འགན་འཕྲལ་དུ་མཚམས་འཇོག་དགོས་པ་བཅས་ཡིན་འདུག། རེད་ད་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་ཁང་བརྩེགས་དེའི་ནང་དུ་ན་ཡོ་ཁ་འོ་སེ་ཅི་དངོས་པོ་ཅི།

ང་བློ་ཐག་ཆོད་ནས་ནི་དེ་མཉམ་འབྲེལ་རྒྱལ་ཚོགས་ཀྱི་ཁས་མ་ལེན་བར་དུ་ནི་མུ་མཐུད་ནས་ནི་ང་དེ་གའི་ནི་བློ་ཐག་ཆོད་ནས་ཡོང་བ་ཡིན། ལ་སོ་ཐུགས་ཆེ། ཨ་རི་ཡ་ཡེ་ཤུ་བསྟན་འཛིན་ཁྱེད་རང་གི་ད་ལྟ་ཀི་ཟི་གང་འདྲི་ཡོད། ད་ལྟ་ཨོ་ཞག་པོ་འདུག་འདི་ཞིན་ཏག་ཤི་རགས་སུ་གང་གི་མི་ཏིས་ཏིས་ཨུག་ཏིས་ས་གི་དུ་མ་ཞིན་ཏག་ཁྱེད་གི་ཤུ་གང་གི་མི་འདུག།

རྒྱ་རིགས་སྤྱི་ཡོངས་ནས་སེ་ཆེན་ངོ་རྒོལ་བྱེད་མཁན་རྣམས་ལ་གདུང་སེམས་མཉམ་སྐྱེད་དང་འབྲེལ་ཁ་བཏགས་སྒྲོན་གྱི་འདུག་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ཚོགས་གཙོ་ཚེ་གང་རིག་འཛིན་ལགས་ཀྱིས་ལས་འགུལ་འདི་མགོ་འཛུགས་སྐབས་སུ། བོད་ནང་དུ་རྒྱལ་སྤྱིའི་དཔའ་བོ་དཔའ་མོ་རྣམས་ཀྱི་གཅིག་རྗེས་གཉིས་མཐུད་ཀྱིས། བོད་རྒྱལ་ཁབ་དང་བོད་མི་རིགས་ཀྱི་ཆེད་དུ་སྐུ་ལུས་མེ་སྲེག་བཏང་བར་གདུང་སེམས་མཉམ་སྐྱེད་དང། བོད་ནང་དུ་བོད་མི་ཞི་བའི་ངོ་རྒོལ་བ་རྣམས་དམར་གསོད་གཏོང་བཞིན་པའི་མཛའ་གྲོགས་ཀྱི་གནས་སྟངས་དེ། རྒྱལ་སྤྱིའི་སྤྱི་ཚོགས་ཀྱི་དོ་སྣང་དང་མཉམ་འབྲེལ་རྒྱལ་ཚོགས་ཀྱི་ཐེ་གཏོགས་དང་འབོད་སྐུལ་གནང་དགོས་པའི་དགོས་འདུན་འདོན་གྱི་ཡོད་ཅེས་གསུངས་འདུག། བའི་ནང་དུ་འདུས་པའི་དུས་ཡུན་རིང་མི་ཉི་ཤུ་རྩ་ལྔ་གི་རིང་ལུས་མེ་སྲེག་བཏང་ནས་རྒྱ་ནག་གཞུང་གི་བོད་ནང་ལག་བསྟར་བྱེད་བཞིན་པའི་སྲིད་བྱུས་ལ་ངོ་རྒོལ་ཞུས་ཡོད་པ་རེད། ཁོང་ཚོས་རང་ལུས་འབར་བཞིན་པའི་མེ་ལྕེའི་ཁྲོད་དུ་བོད་ལ་རང་དབང་དགོས། གོང་ས་མཆོག་བོད་ནང་གདན་འདྲེན་ཞུ་དགོས་སོགས་སྐད་འབོད་བྱས་ཡོད་པ་དང། ཁོང་ཚོའི་ཁྲོད་ནས་མི་ཆིབས་བདུན་འདས་གྲོངས་སུ་གྱུར་ཡོད་པ་དང་མི་བརྒྱད་གར་སོང་ཆ་མེད་དུ་གྱུར་ཡོད་པ་རེད། རྒྱ་ནག་གཞུང་གིས་བོད་ཀྱི་ས་ཁུལ་གང་སར་དམག་མི་དང་ཉེན་རྟོག་པ་བཀྲམ་ནས་དམ་བསྒྲགས་ནན་མོ་བྱེད་བཞིན་ཡོད་པ་རེད་འདུག། རྒྱ་ནག་ཕྱི་སྲིད་ལས་ཁུངས་ཀྱི་འགྲེལ་མཚམས་པས་བོད་ནང་རང་ལུས་མེར་བསྲེགས་གཏོང་བཞིན་པ་ནི་ཕྱི་ཕྱོགས་ནས་རྒྱལ་སྤྱིའི་ཞི་བ་ཞིག་ཡིན་ཚུལ་བརྗོད་ཡོད་ན་ཡང། དག་ཚང་རྒྱལ་ཚོགས་ཀྱི་མདུན་དུ་སྲིད་ཇུས་ངོ་རྒོལ་གོ་སྒྲིག་བྱེད་མཁན་བོད་ཀྱི་གཞོན་ནུ་ལྷན་ཚོགས་དང་བཙན་བྱོལ་དུ་ཡོད་པའི་དབུས་བོད་མིའི་སྒྲིག་འཛུགས་བོད་དོན་རྒྱབ་སྐྱོར་བ་སོགས་ཀྱིས་བོད་ནང་རང་ལུས་མེར་བསྲེགས་བཏང་བཞིན་པ་ནི་རྒྱ་ནག་གཞུང་གིས་བོད་ནང་དུ། འོས་མིའི་འདོད་པ་མེད་པའི་སྲིད་བྱུས་བཙན་ཤེད་ཀྱིས་ལག་བསྟར་བྱེད་བཞིན་པ་ལས་བྱུང་བ་ཡིན་ཚུལ་འགྲེལ་བརྗོད་བྱས་ནས། བོད་ནང་གི་ད་ལྟའི་མཛའ་གྲགས་ཀྱི་གནས་སྟངས་ཤེས་རྟོགས་ཕྱིར་མཉམ་འབྲེལ་རྒྱལ་ཚོགས་ཀྱི་ཞིབ་འཇུག་ཚོགས་ཆུང་ཞིག་བོད་ནང་ལ་གཏོང་དགོས་པའི་འབོད་སྐུལ་བྱེད་ཀྱིན་ཡོད་པ་རེད། ད་ཆའང་བོད་མི་གསུམ་གྱིས་འགྲམ་ནང་མཉམ་འབྲེལ་རྒྱལ་ཚོགས་ཀྱི་མདུན་དུ་དུས་ངེས་མེད་རང་སྲེག་ཆེད་ངོ་རྒོལ་བྱས་ནས་ཉིན་གཅིག་གཉིས་འགོར་ཡོད་ན་ཡང། ཁོང་ཚོའི་དགེ་འདུན་ལ་མཉམ་འབྲེལ་རྒྱལ་ཚོགས་ཀྱི་ད་ལྟའི་ཕྱིར་ལན་གང་ཡང་འབྱོར་མེད་པ། ཉིག་ཡོག་གི་དང་ཉིག་ཇར་སི་ས་གནས་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ཚོགས་གཙོ་ཚེ་བརྟན་ལྷ་རྒྱལ་ལགས་ཀྱིས་ངོ་སྤྲོད་གནང་སོང། ཨ་ཙི་ད་ལྟ་དམིགས་བསལ་གྱི་མཉམ་འབྲེལ་རྒྱལ་མཚོའི་དངུལ་ལོས་ང་ཚོ་ལ་ད་ལྟ་ལན་འཁེལ་འགྱོ་རེ་ཡོད་མ་རེད་ཡིན་ན་ད་ཞག་པོ་བཅུ་གཉིས་འགྲོ་ཚར་རེད་དེ་ཅི་དེ་ཅིག་ལམ་སང་ལམ་སང་འགྱོ་དགོས་རེད་བསམ་ས་ཅིག་ང་ཚོ་དང་པོ་ནས་འདི་ཡོད་མ་རེད་རེ་བ་དེ་ཁོ་ཞག་པོ་དེ་ཟིན་མང་འགྲོ་དེ་འགྱོ་ཡ་ཞིག་རེ་བ་བྱེད་དེ་ཡོད་རེད་ཡིན་ན་ཡང་ང་ཚོ་གི་བཏོན་ཞེས་པའི་གི་དགོས་བདེན་དོན་སེམས་ལྔ་དེ་གང་རྫོགས་གི་ཐག་གཅོད་བྱེད་མི་ཚོར་བ་དེ་དང་འདི་ཚོ་ལ་སྐད་ཆ་བཤད་མ་ཚོར་བ་གི་དེ་འདྲའི་གི་གནད་འགག་གལ་ཆེན་པོ་དེ་འདྲའི་གས་ཞག་ཡོད་མ་རེད་འདི་ཅི་དེ་ང་ཚོ་རེ་བ་རྒྱ་རྒྱ་རྒྱ།

བོད་མི་སེར་སྐྱའི་ངོ་རྒོལ་བྱེད་མཁན་རྣམས་ཀྱི་དགེ་འདུན་ལ་གདང་ལེན་ཡོད་མེད་དྲི་བ་བཏོན་ཡོད་ན་ཡང། ད་ལྟའི་ཆར་དྲིས་ལན་གང་ཡང་འབྱོར་མ་སོང། ཡིན་ན་ཡང་ངས་སེར་སྐྱའི་ངོ་རྒོལ་བྱེད་མཁན་མི་སྣ་གསུམ་ལ་སྐད་ཆ་བཤད་སྐབས། མཉམ་འབྲེལ་རྒྱལ་ཚོགས་ཀྱི་ཁོངས་སུ་དགེ་འདུན་ལ་གདང་ལེན་མ་འབྱོར་བར་དུ་སེར་སྐྱའི་ངོ་རྒོལ་མཚམས་འཇོག་མི་བྱེད་ཅེས་ཆོལ་གསུམ་བརྟན་པོའི་ཨིན་ཟི་ནས་འགྲེལ་བརྗོད་གནང་གི་འདུག། ཨ་མི་རི་ཀའི་གྲོང་ཁྱེར་ཉིའུ་ཡོག་གི་རུ་སྤེལ་མཉམ་འབྲེལ་རྒྱལ་ཚོགས་ཀྱི་མདུན་ཐང་དུ་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་དཔའ་ལྡན་རྒྱ་ཡིས།